ཡིན་ན་ཡང་བསམ་བློ་བཏང་པ་ཡིན་ན། ང་རང་ཚོ་ཚང་མ་བློ་གཅིག་པ་རེད། སོ་སོ་ཨུ་ཚུགས་བརྒྱབ་ན། འགྱུར་བ་འགྲོ་ཡག་འདུག་ག། སོ་བསམ་བློ་གནང་ཨ། ད་ང་ལོ་བཅུའི་གོང་དུ་བསྡུར་ན་ང་འགྱུར་བ་དེ་ག་ཚོད་ཕྱིན་ཤག། ལོ་ཉི་ཤུའི་གོང་དུ་བསྡུར་ན་འགྱུར་བ་དེ་ག་ཚོད་ཕྱིན་ཤག་བསམ་པར་བྱེད་ཀྱི། ང་རང་བྱ་ཤག་ཡིན་ནའི་ཅིག་ལོ། སུམ་ཅུ་བཞི་བཅུའི་གོང་གི་གནས་ཚུལ་དུ་བསྡུར་རེ་ཡིན་ན་བྱང་ཆུབ་སེམས་ལ་ཡ་མེད་པ། ཏན་ཏན་ཤུགས་ཆེར་ཕྱིན་ཡག་རེད། ད་ག་ན་བཞིན་གྱི་སྟོང་ཉིད་ཀྱི་ལྟ་བ་ལས་ཅིག་གྲོལ་བ་རོ་ཏག་ཏག་ཏུ་ཁ་རྒྱུ་ཡོད་དོ་ཞེས་པ་ཆགས་ཀྱི་ཡོད་རེད་དེས་རྐྱེན་པས་ཕལ་ཆེར་ཆགས་སྡང་གི་ཕུར་འབུ་རུ་ཆེན་པོ་དེ་ཕལ་ཆེར་མྱོང་འགྲོ་གི་ཡོད་ས་རེད་ཏན་ཏན་ཡོང་གི་ཡོད་ས་རེད། བྱང་ཆུབ་ཀྱི་སེམས་ཀྱི་གཞན་ཕན་གྱི་བསམ་པ་དེ་གི་ཁ་ཐུག་ཁ་ཐུག་ལས་སེམས་ལ་ཕལ་ཆེར་ཞིབ་ཕྱིར་ཕན་ཡག་ཅིག་ཡོང་གི་འདུག་བ། སྟོང་ཉིད་ཀྱི་ལྟ་བའི་གོ་བ་རོ་ཏོག་ཆགས་ནས་ང་མི་འདུག་བསམ་པའི་བློ་རོ་ཏོག་གོམས་བྱས་ཅིག་སྒྱུ་མ་ལྟ་བུ་མཐོང་བ་ཡིན་ན་ཐད་ཀར་ཁོ་རྣམས་རང་ཤུགས་ཆེན་པོ་བྱས་ཏེ་མངོན་གྱི་ཡོད་ས་མ་རེད་དེ། ཁོ་སྤྱི་ཡོངས་ཀྱི་ལྟ་སྟངས་སྐོར་ལ་འགྱུར་བ་ཅིག་ཏན་ཏན་འགྲོ་གི་ཡོད་ས་རེད། ས་དེ་འདྲ་ཡིན་དུས་ཚར་ནས་ཁོ་དེའི་དེ་གོམས་ནས་བྱུང་བ་རེད་དམ་གོམས་འདྲིས་བྱས་ནས་བྱུང་བ་རེད་མ་གཏོགས་ང་རྒྱ་གར་མི་ཞིག་རེད་ཟེར་ནས་སྐྱེས་པའི་ཉིན་མོ་དེ་ནས་དེ་བྱུང་ཡོད་མ་རེད་ད། རང་ཡིན་ནས་ཆུང་ཆུང་ག་ནས་དཔེ་ཆ་དེ་གཏོགས་སྟེ།